འཁོར་བའི་བྱ་བཞག་སྙིང་པོ་མེད་པར་དགོངས། ད་སྲིད་ཡར། ཁམས་གསུམ་འཁོར་བ་འདི་བྱ་བ་བྱེད་ཚད་གང་པོ་འདི་ཐམས་ཅད་ལ་སྙིང་པོ་སྤུ་ཙམ་མི་འདུག་འདི་དགོངས་ཀྱི་ཡོད་རེད་འདི་མཁྱེན་གྱི་ཡོད་རེད་གསུངས་པ་དེ། ད་སྲིད་ཡར་སྙིང་རྗེ་པོ་ཞེས་ར་རེ་ཚིགས་བཅད་དུ་འདུག། འཁོར་བའི་བྱ་བཞག་སྙིང་པོ་མེད་པར་དགོངས་སྙིང་རྗེ་ཆེན་པོས་གཞན་དོན་འབའ་ཞིག་གཉེར། ཨོ། ཁྱེད་རང་གིས་ཐུགས་སྙིང་རྗེ་ཆེན་པོ་ཐུགས་དེ་ནི་སྙིང་རྗེའི་རང་བཞིན་གྱི་སྲོལ་བཞག་རྒྱུ་དེ་འདྲས་རེད་ཤག་ཨོ། དེའི་རྐྱེན་ནི་གཞན་སེམས་ཅན་ཐམས་ཅད་ཁོ་ན་མ་གཏོགས་ཁྱེད་རང་ལ་བསམ་བློ་བཏང་ཡས་ཅིས་མི་འདུག་གསུངས། ཁྱེད་རང་ནི་དངོས་གནས་དེ་ག་རེ་ཚོར། འཁོར་བའི་བྱ་བཞག་དེ་ཚོ་ལ་སྙིང་པོ་མེད་པ་ནི་ཁྱེད་རང་གིས་དགོངས་ཀྱི་འདུག་གསུངས། ཨོ་སྙིང་རྗེ་སྐུ་ནི་ལ། སྐུ་གཟུགས་འདི་པུ་ར་ཡ་གི་སྟེ་ནི་སྤྱི་བོ་ནས་མ་གི་རྐང་མཐིལ་གྱི་བར་དུ་སྙིང་རྗེས་གཟོད་བཞག་རྒྱུ་གསུངས་པ་ཅིག། ངོ་ཚོས་གཏོར་མ་གསོལ་བས་ནི་གཏོར་མ་ཡ་གི་རྩེ་ནས་མ་གི་འོག་ཏུ་དཔག་གིས་གསོལ་བ། དེ་ནང་བཞིན་འདི་ནི་འདི་བར་དུ་རྦད་དེ་བསྐོར་བ་ཤ་མར་བལྟ་ཁྲག་མར་བལྟ། སྙིང་རྗེས་གཟོད་བཞག་རྒྱུ་གསུངས་པ་ཅིག། འོ་དེ་འདྲས་ཡོད་དེ་འགས་ཀྱི་བླ་མ་དམ་པ། འོ་དེ་ཁྱེད་རང་གི་གཞན་དོན་འབའ་ཞིག་མ་གཏོགས་རང་དོན་སྤུ་ཙམ་མི་འདུག་གསུངས་བ་དང། སྙིང་རྗེ་ཆེན་པོས་གཞན་དོན་འབའ་ཞིག་གཉེར། སྲིད་གཞིར་མ་ཞེན་ཐེག་ཆེན་གཞུང་བཞིན་མཛད། སོ་སྲིད་པ་ཁམས་གསུམ་གྱི་འཁོར་བའི་ནང་ལ་ཡེ་ཞུ་མི་འདུག་ཞི་བ་མྱ་ངན་ལས་འདས་པའི་ཕྱོགས་གཅིག་ལ་ཡེ་ཞུ་བ་རེ་མི་འདུག་ཞི་བ་མྱ་ངན་སེམས་ཐར་པ། ཐར་པ་ལ་སླད་ནི་ཐར་པ་ཡང་དག་པ་རེད་དོ་བསམ་ན་དེའི་འགྲིག་ཡོད་མ་རེད་སངས་རྒྱས་གོ་འཕང་ཐོབ་དགོས་མ་རེད་དེ། ཐར་པ་ཡག་པོ་དང་རེད། ངས་ནི་ཐར་པ་འདི་མཐར་ཐུག་མ་རེད་ད་དོ། དེང་སང་སྲིད་པ་དང་ཞི་བ་གཉིས་ཀ་ལ་ཆགས་པ་སྐྱེ་རྒྱུ་ཡོད་མ་རེད་སྲིད་པ་ཁམས་གསུམ་གྱི་འགོ་བ་ལ་དང་ཆགས་པ་དེ་བས་ཀྱང་སྐྱེ་རྒྱུ་ཡོད་མ་རུང། སྲིད་པ་ཡག་པོ་འདུག་བསམ་སར་སྡིག་པ་མི་དགེ་བ་རྐྱང་རྐྱང་ཅིག་རེད་བ། ད་ཞི་བ་མྱ་ངན་ལས་འདས་པ་ང་རང་ཚོ་ལ་བསམ་དང་ན། ལས་དང་པོ་པ་ང་ཚོ་སོ་འདྲ་བྱས་ན་ཞི་བ་མྱ་ངན་ལས་འདས་པ་ཐོབ་དགོས་ཀྱི་འདུག་བསམ་དགོས་ཀྱི་རེད། ཡེ་ནས་གནས་ལུགས་སངས་རྒྱས་གོ་འཕང་ཐོབ་བསམ་གྱི་འདུག་ན་ཞི་བ་མྱ་ངན་ལས་འདས་པ་དེ་འཁོར་བ་ལ་ལྟོས་ནས་མྱང་འདས་སུ་ལ་བ་རེད་མ་གཏོགས་འཁོར་བ་མེད་ན་མྱང་འདས་ཡང་ཡོད་མ་རེད་དེ་རེད། དེང་སང་སྲིད་ཞི་གཉིས་ལས་མཐའ་ལས་འདས་པ་དེ་སངས་རྒྱས་དེ། སྲིད་པའི་ཁམས་ལ་ཡི་ཞུགས་ཡོད་མ་རེད་ཞི་བ་མྱ་ངན་ལས་འདས་པའི་ཕྱོགས་གཅིག་ལ་ཡི་ལྷུང་བ་མེད། དེ་ནས་མཐར་སོང་ན་སངས་རྒྱས་མི་གནས་པའི་མྱང་འདས་མྱང་འདས་ཆེན་པོ་དེ་རེད། མ་ཧཱ་པ་རི་ནིར་བ་ན། པ་རི་ནིར་བ་ན་གཅིག་པོ་རེད་མི་འདུག་མ་ཧཱ་པ་རི་ནིར་བ་ན་རེད་བཞག་དེ། འོ་སྡུག་བསམ་དང་འདྲ། འོ་སྲིད་ཞིར་མ་ཞེན་ཐེག་ཆེན་གཞུང་བཞིན་མཛད་འོ་ད་ཁྱེད་ཁྱེད་ནི་སྲིད་པ་ཁམས་གསུམ་གྱི་འཁོར་བའི་ནང་ལ་ཞུགས་པ་རེད་མི་འདུག་ཞི་བ་ཕྱོགས་གཅིག་ལ་ལྷུང་བ་ཡང་རེད་མི་འདུག་འོ་ན་ག་རེ་འདུག་ཐེག་པ་ཆེན་པོའི་གཞུང་ནང་ལ་གསུང་བ་ནང་བཞིན་རང་ཁྱེད་རང་ལ་འདུག་ཡོན་ཏན་འདི། འོ་འདི་ཁྱེད་རང་སུ་རེད་ཟེར་ན་མཚུངས་མེད་བླ་མའི་ཞབས་ལ་ཕྱག་འཚལ་འོ་དེ་འདྲ་བ་སུ་གཅིག་དང་ཡང་འགྲན་པ་དང་མཚུངས་པ་མེད་པ། མཚུངས་པ་མེད་ཟེར་ན་སུ་གཅིག་དང་འདྲ་གི་མི་འདུག་གམ་ཁྱེད་རང་ད་དཔེ་དེ Special རེད་ཤག་སུ། ཁྱེད་རང་གི་རྩ་བའི་བླ་མ་དེ། སི་ཏུའི་སྒང་ལ་རྫ་བབས་སྒྲོལ་རིན་པོ་ཆེ་གྷོ་རིག་གི་བླ་མ་ལ་སོང་བ་རེད། ཨོ་དེ་གྷོ་རིག་བླ་མ་དེ་ལ་ཨོ་ད་དེ་འདྲས་རེད་ཤག་ངའི་བླ་མ་དེ་འདྲས་རེད་ཨ་ཟེར་དེ་ལ་ང་ཕྱག་འཚལ་གི་ཡོད་གསུངས་བ་རེད་སྒོ་གསུམ་གུས་པའི་སྒོ་ནས་ཕྱག་འཚལ་གི་ཡོད་གསུངས། དོན་གསུམ་པ་འཁོར་བའི་ཉེས་དམིགས་ཀྱི་ཁྲིད་ལའང་གཉིས་ལས། ད་ཁ་སང་ཡལ་གས་ག་རེ་སོང་བ་རེད་སི་ཏུའི་སྒང་ལ། དད་ལྡན་གྱི་མི་ལུས་རིན་པོ་ཆེ་དེ་ཐོབ་པར་དཀའ་བ་རེད། འདིའི་ཁྲིད་དེ་ཤིང་རྩ་རེད། གཉིས་པ་དེ། ཨོ། དེ་མི་ལུས་ཐོབ་པ་ཡིན་ན་ཡང་དེ་ལ་རྟག་པ་བསྟན་པ་ཡོད་མ་རེད་མི་རྟག་པ་རེད་ད་སེ་མི་རྟག་པའི་ཁྲིད་དེ་བཤད་ཚར་བ་རེད། ད་མི་རྟག་པ་བཤད་ཡོང་དུས་ག་ལ་ད་དེ་ཡང་སྲིད་པ་ཁམས་གསུམ་གྱི་འཁོར་བའི་ནང་ལ་བསམ་བློ་གཏང་གི་ཡིན་ན་འཁོར་བ་དེ་སྡུག་བསྔལ་གྱི་རྒྱ་མཚོ་རེད་མ་གཏོགས་སྡུག་བསྔལ་རྐྱང་རྐྱང་མ་གཏོགས་བདེ་བ་ནམ་ཡང་མི་འདུག་སེ་ད་འཁོར་བའི་སྐོར་བཤད་དགོས་རེད། འོ་དེ་ཙང་དོན་གསུམ་པ་འཁོར་བའི་ཉེས་དམིགས་སེ་འཁོར་བ་ལ་ཉེས་པ་རྐྱང་རྐྱང་མ་གཏོགས་གལ་ཆེན་ཡོད་མ་རེད་འོ་དེ་ཡང་ནས་ཡང་དུ་སྒོམ་དགོས་རེད་སོར་དམིགས་སེ་དུས་དེ་ལ་བསམ་བློ་གཏང་དགོས་རེད་ད་འཁོར་བ་དེ་སྡུག་བསྔལ་རྒྱ་མཚོ་རེད་ད་དེ་འཁོར་བ་ལ་དགའ་ནས་གར་ཕན་ཐོགས་རེད་སྡུག་བསྔལ་རྐྱང་རྐྱང་ཡོང་ཡག་གི་གཞི་རེད་འོ་དེ་གསུང་གི་ཡོད་རེད་གཉིས་ལས་དང་པོ། ཆོས་ལ་ཉན། ཅེས་བགྱིས་པའི་ཚུལ་སྔར་དང་འདྲ་ཆོས་བྱེད་ཉན་བྱེད་དང་དེ་ཁ་སང་ནས་ངོ་ཚོ། ཡ་གི། དང་པོ་བཤད་དུས་གང་ལ་དད་དེ་མི་ལུས་རིན་པོ་ཆེ་ཐོབ་པ་འདིས་གང་ལ་ཆོས་བཤད་སྟངས་ག་འདྲས་བཤད་དགོས་རེད་ཆོས་ཉན་སྟངས་ག་འདྲས་ཉན་དགོས་རེད་ཆོས་ཉན་པའི་སྐབས་ལ་ཀུན་སློང་ག་རེ་ཁེལ་དགོས་རེད་འདི་སྐོར་དེ་ཁ་སང་ཡ་གི་བཤད་པ་དང་གཅིག་པ་གཅིག་རྐྱང་རེད་དེ་བཤད་དགོས་པ་རེད་གསུངས། ད་ངེས་པ་ཤེས་པར་བྱ་བའི་ཆོས་ལ་འཁོར་བའི་སྡུག་བསྔལ་སྤྱིར་བསམ་པ་དང་བྱེ་བྲག་རིགས་དྲུག་སོ་སོའི་སྡུག་བསྔལ་བསམ་པ་གཉིས། ད་དང་པོ་སྤྱི་བཏང་གི་སྒོ་ནས་གོ་བ་བསལ་ཏེ་ག་རེ་འགྲོ་བ་རིགས་དྲུག་གི་སེམས་ཅན་ཡོངས་གསོག་པ་དེ་ཐམས་ཅད་འདི་ན་ལ་འཁོར་གྱི་ཡོད་པར་སོང་ཙང་དེ་ལ་འཁོར་བ། སྤྱི་ལྡོག་ནས་འཁོར་བ་དེ་སྡུག་བསྔལ་གྱི་རང་བཞིན་རེད་དོ་ཞེས་པ་གཅིག་དང། ད་འདི་ན་ལ་འཁོར་བའི་ནང་ལ་འགྲོ་བ་རིགས་དྲུག་ཡོད་རེད་དམྱལ་བའི་སྡུག་བསྔལ་ཞེས་པ། ཡི་དྭགས་ཀྱི་སྡུག་བསྔལ་ཞེས་པ་དུད་འགྲོའི་སྡུག་བསྔལ་ཞེས་པ། མིའི་སྡུག་བསྔལ་ཞེས་པ་ལྷ་ཡི་སྡུག་བསྔལ་ཞེས་པ་ལྷ་མ་ཡིན་གྱི་སྡུག་བསྔལ་ཞེས་པ་དེ་རེ་རེ་བྱེ་བྲག་རེ་རེ་བཞིན་བཤད་པ། ད་སྡུག་ཅིང་བདེ་ལ་ཡིན་ད་བཀྲིས་བདེ་མང་པོ་རེ་དོགས་ཡང་རྒྱ། ད་ད་མ་གིན་ངོ་ཚོ་དངོས་གཞི་ལ་ལས་ཡོད་མར་ད་ད་ད། དངོས་གཞི་འདི་དེ་འདྲ་གཞི་ནི་དཔེ་མ་ཟད་དབྱིངས་ཡོད་རེད་དེ་དེ་ནི་གཞི་ནི་ལས་ཞུགས་ཏེ། འོ་དེ་དངོས་གཞི་འདི་ལ་བག་འཇུག་ཡག་ཐབས་ཤེས་གིས་ད་འདི་ཚོ་དོན་གྱིས་མིན་གྱིས་སྔོན་ལ་འགྲོ་དགོས་ཏེ། འོ་དེའི་ཟབ་ཆོས་གཉིས་ཡོད་པ་ན་ན་དང་པོ་དང་པོ་སྔར་བཤད་པ་དེ་ལྟར་རྙེད་པར་དཀའ་བའི་དལ་འབྱོར་རྙེད་ཀྱང། ཁ་སང་སྒང་ལ་བཤད་པ་ནང་བཞིན་བྱས་ནས་དལ་འབྱོར་གྱི་མི་ལུས་རིན་པོ་ཆེ་དེ་ཤིན་ཏུ་ནས་རྙེད་པར་དཀའ་བ་རེད། ཨོ་དེ་རྙེད་པ་དཀའ་བ་རེད་འདུག་དེ་ཡིན་ནའི་སོ་སོའི་གི་སྐྱེ་བ་ངོ་མ་ལས་ཡག་པོ་བསགས་ཡོད་འདུག་ག་ལ་མི་ལུས་རིན་པོ་ཆེ་ད་ལྟ་ང་ཚོ་ཐོབ་ཡོད་རེད་རྙེད་ཡོད་རེད་ད། རྙེད་ཀྱང་ཡུན་རིང་སྡོད་ལོང་མེད་བཟོ་རྙེད་ད་རྙེད་པ་རེད་དེ་ཡུན་རིང་པོ་བསྡད་ལོང་ཡོད་མ་རེད་ད། མི་ལུས་རིན་པོ་ཆེ་ག་ཚོད་རྒྱུན་རིང་ནས་ལོ་བརྒྱ་རེད་དེ་ལ་ནི་ང་ཚོ་བསྡད་གི་མ་རེད་བ། འོ་དོད་ལོང་མེད་པས་ས་མི་རྟག་འཆི་བའི་དབང་དུ་འགྲོ་སོ་མི་རྟག་པའི་རང་བཞིན་རེ་ཤི་འགྲོ་གི་རེད་དེའི་དབང་དུ་ཤོར་ཚར་བ་རེད་གསུངས་ལ། དེང་སང་ཆོས་ཟབ་ཟབ་བྱེད་སྒུག་འདུག་ཨ། ཤི་ནས་ཀྱང་སོ་ད་ལྟ་ཤི་དུས་གང་ལ། ད་བསྡད་སྲིད་ད། ཤི་ནས་ཀྱང་སྙིང་རྗེ་བོ་རེད། ཤི་སོང་ན་མི་ཁ་ཤི་ཟིག་འདུག་ཨ། ང་ཚོས་ལབ་གི་ཡོད་མ་རེད་ནང་པ་སངས་རྒྱས་ལྟ་བ་མ་རེད་ཕྱི་རོལ་པའི་ལྟ་བ་ཅིག་ག་རེ་ཡོད་རེད་ཟེར་དུས་ཚེ་སྔ་མ་མེད་ཚེ་ཕྱི་མ་མེད་ཟེར་གི་ཅིག་ཡོད་དེ། ཚེ་སྔ་མ་མེད་ཕྱི་མ་མེད་ཟེར་གྱི་རེད། ད་ཕྱི་རོལ་པ་རེད་ང་ཚོ་ནང་པའི་ནང་ལའི་སློབ་ཆུང་ཆོས་ཞེ་དྲག་མ་ཞིག་གི་ནང་པ་ཡིན་ཟེར་མཁན་ཚོ་རེད་ཚེ་སྔ་མ་ཡོད་མ་རེད་ཚེ་ཕྱི་མ་ཡོད་མ་རེད་ཡོད་རེད་བསམ་གྱི་ཡོད་མ་རེད་ཉིན་ཞིག་ཁ་ཡོད་མ་རུང་ག་རེ་བྱེད་དགོས་རེད་ཚེ་འདི་ལ་སྐྱིད་པོ་བཏང་ནས་ཁེབས་བཟང་རེད་ཟེར་ནས་སྡིག་པ་བྱེད་ནས་མཁྱེན་ཡོད་མ་རེད་ག་རེ་ཡོད་རེད་སུས་ནའང་མི་གོ་གི་མི་འདུག་སྡིག་པ་བྱས་བཞག་ན་གན་ཡང་མ་རེད། ང་ནི་ཉོག་མའི་ཚེ་ཕྱི་མ་དེ་ང་ཡིན་ཧ་གོ་ངེས། ལྐུགས་པར་བ་ད་དེ་འདྲ་བསམ་དང་གི། དེ་ནི་བསམ་མཁན་མང་པོ་ཡོད་རེད་ཕྱི་རོལ་མུ་སྟེགས་པ་ཅིག་ཡོད་རེད་ཚེ་ཕྱི་མ་ཡོད་མ་རེད་ཚེ་དེ་ལ་ག་རེ་བསམ་པ་གང་ཡང་ག་རེ་བྱས་མེད་བྱས་ནས་འགྲིག་གི་རེད་ཟེར་ངེས། འོ་བདེན་འཚོལ་ཆེད་དུ་གསུང་གི་ཡོད་རེད་ཤི་སོང་ན་མར་མེ་སྣུམ་ཟད་ནི་ཤི་བ་ནང་བཞིན་མ་རེད་ད་ཟེར་བ་དེ། གཅིག་ནི་སྐྱེ་བ་ལེན་དགོས་རེད་ཟེར་ག་བ་ལ་སྐྱེ་བ་ལེན་ན་འཁོར་བའི་ནང་ལ། འཁོར་བའི་ནང་ལ་གར་ཕྱིན་སྐྱེ་བ་ལེན་རེད། ལས་དང་ཉོན་མོངས་པའི་དབང་གིས་སྐྱེ་བ་ལེན་གི་ཡོད་རེད། དེའི་ནང་ནས་ཀྱང་ཉོན་མོངས་པ་འདོད་ཆགས་ཞེ་སྡང་གཏི་མུག་གི་རྐྱེན་བྱེད། དེ་ནི་ལས་བསགས། ལས་བསགས་པ་ལ་ལྟོས་ནས་འཁོར་བར་སྐྱེ། འཁོར་བ་ལས་དུས་གང་སྡུག་བསྔལ་མྱང་གི་རེད་གསུངས་ད་དེ་ལྟ། དེང་སང་ད་འཁོར་བའི་སྡུག་བསྔལ་སྐོར་ཤེས་གི་རེད། ཤེས་ནས་ཀྱང་མི་ཤི་བའམ་ཆུ་སྐམ་པ་ལྟ་བུ་ཞིག་ཡིན་ན་ནི་ཐད་ཀར་ལས་གཞན་མི་འདུག་ཀྱང་སྲིད། ཤི་སོང་ནས་མི་ཤི་བ་ནང་བཞིན་ཤི་སོང་ནས་ད་ག་བ་ཕྱིན་པ་རེད་ཟེར་འགྲོ་ས་ཅི་ཡོད་མ་རུང། ཆུ་སྐམ་པས་ནི་ཆུ་སྐམ་སོང་རེད་ད་ཅི་འདི་བྱས་ལ་ཅི་གལ་ཡོད་མ་རུང། དེ་འདྲས་ཡིན་ན་ཤི་ན་ད་ཨའུ་ཟེར་རེད་བ་ད་གལ་བྱེད་དགོས་མ་རེད་དེ་ཚེ་འདི་ལ་གལ་ཡག་པོ་ཡེ་བྱེད་དགོས་མ་རེད་སྡུག་ཅག་སྡུག་ཅག་བྱས་ནས་སྐྱོན་ཡོད་མ་རེད་གལ་ཆེ་ནི་ཤི་སོང་ན་མ་མི་ཤི་བ་ནང་བཞིན་རེད་ཆུ་སྐམ་པ་ནང་བཞིན་གལ་ཡོད་མ་རུང་སོང་རེད་དེ་འདྲས་མ་རེད་ད་སོང་རེད་ཁོང་ཚོ། མི་ཤི་བ་ད་ཆུ་སྐམ་པ་ནང་བཞིན་མ་རེད་སོང་སྟེ། གཞན་མི་འདུག་ཀྱང། ཤི་ནས་མེད་དུ་མི་འགྲོ་ཞིང་སྟེ། ཤི་ནས་རྩ་བ་རྙེད་ནས་མེད་པ་དེ་འཆའ་ཡས་ཡོག་མ་རེད་སོང་རེད། ཤི་ནས་སྐྱེ་བ་ལེན་དགོས་གུར་དང་སོང་རེད་ད། སྐྱེ་བ་ལེན་དགོས་པ་ཡིན། སྐྱེ་བ་ཞིག་བླངས་ཕྱིན་རྗེས་འཁོར་བའི་གནས་ལས་མ་འདས་སྐྱེ་བ་ལེན་སའི་དུས་གང་ན་འཁོར་བའི་ནང་ལ་མ་གཏོགས་སྐྱེ་བ་ལེན་ས་ཡོད་མ་རེད། སངས་རྒྱས་ཀྱི་སངས་རྒྱས་གོ་འཕང་ཐོབ་པའི་དུས་སྐྱེ་བ་ལེན་ཡས་ཡོག་མ་རེད་སངས་རྒྱས་ལ། གུར་རུམ་ཤེས་ལ་གར་གཟུགས་རེད། འདས་གྲོངས་མེད་གསུངས་པས་སངས་རྒྱས་བྱུང་གུ་རུ་མི་ཆེ་བ་གྲོངས་འགྲོ་ཨེ་ཡོད་མ་རེད་དེ་སྐུ་འཁྲུངས་ཨེ་ཡོད་མ་རེད་གསུངས་པས་ད་བར་དུ་ཁོང་རྣམ་པ་ཚོ་རྟག་པ་རེད་སངས་རྒྱས་སངས་རྒྱས་གོ་འཕང་ཐོབ་ཚར་དུས་གང་ལ་བདུན་ཚོ་འཁོར་བའི་སྡུག་བསྔལ་གྱི་རང་བཞིན་ལས་འདས་འདི་ནས་བར་ཐར་ས་ཡོད་མ་རེད་དེང་སང་འཁོར་བ་ལ་སྐྱེ་གི་རེད་ད་འཁོར་བ་ལ་སྐྱེ་ས་དེ་ནི་འཁོར་བ་རེད་ཤག་འཁོར་བ་དེ་ནི་སྡུག་བསྔལ་གྱི་རང་བཞིན་རེད་ཤག་གསུངས་པས། གླང་ཕྱིན་ཆད་འཁོར་བའི་གནས་ལས་མ་འདས་ཏེ་སྤྱིར་འཁོར་བ་ཞེས་བྱ་བ་དེ་རྫ་མཁན་གྱི་འཕང་ལོའམ། རྫ་མཁན་གྱི་བང་ལོ། རྫ་མ་རྫ་མ་བཟོ་མཁན་འདུག་ག། རྫ་མ་བཟོ་མཁན་ཚོ་ཚོ་རྒྱ་གར་ནང་ལ་རྫ་མ་བཟོ་མཁན་ཚོ་ཚོ་ག་རེ་ཡོད་རེད། འོ་ལ་འཁོར་ལོ་དེ་འདྲས་འཁོར་ལོ་དེ་འདྲས་དེ་འདྲས་བསྐོར་རྒྱུ་ཡོད་དེ་འདྲས་ཅིག་དེ་འདྲས་ཕ་གི་གྱེར་ཡོང་དཔེར་ན་ང་ཚོ་མ་ཎི་གྱེར་བ་ནང་བཞིན་མ་ཎི་དེ་འདྲས་གྱེར་ཡོང་དུས་གང་ལྟར་འདུག་ག་ཟེར་ལག་པ་ཕ་གི་མ་ཎི་གྱེར་མཁན་མེད་ནས་ཁོ་རང་རང་བཞིན་འཁོར་འགྲོ་གི་འདུག་ག། མ་འདི་རྫ་མ་ཟུང་གི་དེ་འཛོལ་བའི་དེ་རེད་དང་པོ་ཁོ་གི་ལས་ཀ་བྱེད་དགོས་དུས་སྐོར་རྒྱག་དགོས་སྐོར་རྒྱག་འདུག་གཡུ་ཞག་དེ་ཁོ་རང་དེ་རིང་ཁོར་འདེགས་འདུག་བ། འོ་འདི་ནང་བཞིན་རྫ་མཁན་གྱི་ཕང་ལོ་ནང་བཞིན་རེད་གསུངས། ཡང་ན་ཟོ་ཆུན་གྱི་ཁྱུད་མོ་ནང་བཞིན་རེད་གསུངས་ཟོ་ཆུན་ཁྱུད་མོ་ཟེར་དུས་ག་ལ་མ་གལ་ངོ་ཚོ་འདི་ལང་ཀ་ལ་མ་འགྲོ་ཆུ་མ་འབབ་ཆུ་དང་འོ་དེ་མ་ནི་ཁོ་ལོ་དེ་འདྲ་ཡོང་འདུག་བ། མ་ནི་ཁོ་ལོ་འོ་མ་གི་ཤིང་དེ་འདྲ་ཡོད་ཤིང་ག་ལ་ཆུ་དེ་འདྲ་བབས་ཡོང་འདུག་གམ་འདུག་སྐོར་རྒྱབ་འདུག་ཆུ་དེ་ཆད་སོང་ན་དེ

ཆུ་རྟགས་ལྡན་འབྲས་ཀྱི་འགྲམ་ལ་མ་གའི་འོག་ལ་ཤིང་གི་དེ། ཆུ་འབབ། དེ་ཆུ་དེ་གི་གཅིག་གི་གཅིག་ལ་མ་བབས་ཡོང་དུས་གང་ན་ཁོ་ཁོར་འགྲོ་གི་འདུག་ཨ། འོ་དེ་འདྲས་ལ་ཟེར་བས་ཟོ་ཆུན་ཆུན་མོ་ཟེར་དུས། བུམ་ནང་གི་བུང་བ་བཞིན། བུམ་པའི་ནང་ལ་བུང་བ་གཅིག་བསྐོར་ར་རྒྱག་པ་ནང་བཞིན་རེད་གསུངས། བུམ་པའི་ནང་ལ་པན་བུང་བ་གཅིག་དེའི་ནང་ལ་འདུག་ཚུལ་ནི་ཡལ་གའི་ཁ་དེ་ཚུན་ཆུན་ཆུན་དེ་འདུག་དཀའ་བ་ཡིན། ད་ཁོ་དེའི་ནང་ལ་གཅིག་འཕུར་བསྡད་གི་རུ་ཨ་བུང་བ་དེ་སྐབས་འགར་ལ་མ་གའི་འོག་ལ་འཕུར་བས་སྐབས་འགར་ལ་ཡར་ལེགས་རུ་རྩེ་དུ་བ་ལེགས་རུ་ཡང་མ་འགྲོ་གི་རུ། ཨོ། འཁོར་བ་སེམས་འདི་འདྲའི་རི་སྐབས་འགའ་ལ་ལྷ་ཡུལ་སྐབས་འགའ་ལ་ལྷ་མ་ཡིན་སྐབས་འགའ་ལ་མི་ཡིན་སྐབས་འགའ་ལ་དམྱལ་བ་ཡི་དྭགས་དུད་འགྲོ་དེ་འདྲའི་འཁོར་བ་བརྒྱབ་ནས་དེ་ཐར་ཐར་བའི་དུས་ནམ་ཡང་ཡོད་མ་རེད་གསུངས་ད་སོ་སོའི་མ་ཤེས་ན་ཐབས་ཤེས་ཡོད་མ་ད་སངས་རྒྱས་ཀྱི་ནི་དེ་འདྲའི་གསལ་བའི་སྤུ་རྟོགས་པ་ནང་ཤེས་ཀྱི་ནི་ཡག་ཐན་ཡོད་མ་རེད་ད་ག་དུས་དེང་གི་རེད་གསུངས་སངས་རྒྱས་ཀྱི་ལམ་སྟོན་མཛད་འགྲོ་སངས་རྒྱས་གཞན་དག་མཁས་མཁས་མ་རེད་སངས་རྒྱས་ང་རང་ཚོའི་དགེ་རྒན་རེད་དེ་དགེ་རྒན་གྱི་ལམ་སྟོན་མཛད་གི་རེད་གཞན་མཁས་མཁས་རྣམས་འདུག་མ་རེད། ལམ་སྟོན་མཛད་འདུག་རེད། Guide། བྱས་འདུག་རེད་འདི་རེད་དཱ། ལམ་བཟང་བརྫུས་སྤྲུལ་གྱི་ཕྱག་དེ་འདྲས་ཀྱང་ཡལ་གའི་ཐར་པ་ལ་བསྐྱལ་དེ་ནི་སངས་རྒྱས་ལ་ཡོད་མ་རེད། དེང་སང་སོ་སོས་བྱེད་དགོས་ཀྱི་མི་འདུག་བས་ཟེར་ཏེ་རྒྱུ་མཚན་དེར་བརྟེན། ཨོ། སྤྱིར་འཁོར་བ་ཞེས་བྱ་བ་དེ་རྫ་མཁན་གྱི་བང་ལོའམ་ཟོ་ཆུན་གྱི་ཁྱུད་མོའམ་བུམ་ནང་གི་བུང་བ་བཞིན་གཅིག་ནས་གཅིག་ཏུ་འཁོར་བ་ལ་ཟེར། དེ་ཡང་ས་བུམ་པའི་ནང་དུ་བུང་བ་བཅུག་ནས་ཁ་བཅད་པ་བཅད་པ་ན་བུང་བ་དེ་གང་དུ་སྤུར་ཡང་བུམ་པའི་ནང་ལས་གཞན་དུ་འགྲོ་མི་ནུས་སྟེ་རེད། ད་བུང་བ་གཅིག་བེད་ན་བུམ་པའི་ནང་ལ་བ་དུག་ཤོར་བ་ཡིན་ན། ད་ཡི་གེ་ཁ་དུག་སུ་བཀག་པ་ཡིན་ན་ད་ཁོ་ག་ཚོད་ད་འཕུར་ཡས་ད་ཁོ་མ་ཤི་བ་དུ་འཕུར་བསྡད་ཀྱི་ཡོད་རེད། མཐར་ས་ཡང་བུམ་པའི་ནང་རང་ལས་ཁོ་རེ་འཕུར་བསྡད་ཡོད་དེ་འཕུར་གནས་ག་རེ་ཕན་ཐོགས་འདུག་མཐར་ས་མི་འདུག་བ་དེ། ཨོ་བྱིའུ་སྐར་རྫིག་པོ་ཅན་བྲབ་གི་ཡོད་སྲིད་ལབ་པའི་ནམ་མཁའ་ལ་འཕུར་བས་ན་འཕུར་ཡ་མཁན་མི་འདུག་དེ་བུམ་པའི་ནང་རང་ལ་བལྟས་དར་ཏེ་དེ་ནི་ཐར་ས་ནི་ཡོད་མ་རེད། ཨོ་དེ་ནང་བཞིན་ཁ་བྱེ་བ་བུམ་པ་དེ་གང་དུ་འཕུར་ཡང་བུམ་པ་ནང་ལས་གཞན་དུ་མི་འགྲོ་མི་ནུས་པས་དེ་བཞིན་དུ་འཁོར་བའི་གནས་དེ་མཐོ་དམན་གང་དུ་སྐྱེས་ཀྱང་འཁོར་བའི་གནས་རིས་ལས་མི་འདའ། སྐབས་འགར་ལ་མཐོ་བ་ལྷ་མི་ལྷ་མ་ཡིན། སྐབས་འགར་དམའ་བ་དམྱལ་བ་ཡི་དྭགས་དུད་འགྲོ་དེ་འདྲས་ལ་སྐྱེ་བ་ལེན་འགྲོ་གི་འདུག་དེ་ནི་ག་རེ་ཧ་ལས་ཡོད་རེད་འཁོར་བ་རང་རེད་འདུག་ག་གསུངས་ཏེ། འཁོར་བ་ལས་མི་ཐར་ཏེ་བུམ་པའི་ལྟོས་ལྟོས་ལྟ་བུ་སྔོན་འགྲོ་ལྷ་མིའི་གནས་དང་རྨེ་ལྟ་བུ་ངན་སོང་གསུམ་གྱི་གནས་རིས་ཡིན་ཏེ། བུམ་པའི་འོག་དེ་བ་དང་ངན་སོང་གསུམ་གྱི་གནས་ལྟ་བུ། བུམ་པའི་ལྟོས་དེ་བ་ལས་དུས་གང་ལ་བས་ནི་ལྷ་མིའི་ལྷ་མ་ཡིན་ལྟ་བུ། ད་བུམ་པའི་ཡི་གེ་བཙལ་ཏེ་ཨི་ཁུང་ཤིང་ཅི་ཉུལ་ཅི་ཡོད་པ་ཆ་ཤས་བུམ་པའི་ཁ་དེ་དག་གོ་དེ་སྙིང་རྗེ་བུང་བ་དེ་ལ་བསམ་བློ་ཡོད་མར་ཡོད་ག་དོན་ས་དེ་ཡོད་ག་འདུག་ག་བསམ་ནས་ཧ་ལྐུགས་ཡོད་མར་ལྐུགས་པར་རོ་དེ་དག་རང་བསྐོར་ཏེ་ཡི་གེ་འགྲམ་དེ་ལས་དུ་ཡང་མ་འགྲོ། ད་བ་ཡི་ཅང་ཙི་སྐབས་དགོས་དེ་ནས་མཐར་སེང་གེ་རིང་བ་དང་ལོ་སྟོང་ཕྲག་མང་པོ་དེ་རྗེས་ལ་རུས་པའི་མ་ནི་ཡང་གཉའ་ཤིང་ལ་སླེབས་དུས་ཀྱང་ལོ་སྟོང་ཕྲག་མང་པོ་རྗེས་དེ་ཅི་བྱས་ན་འཕྲལ་སེང་རྡོ་ག་བ་རེ་ཟེར་གྱི་རེད་དཱ་དེ་ཨ་ལུང་དེའི་ནང་ལོགས་དེ་ལྟ་བུ་རེད་དཱ། ཡང་དཔེ་དེ་བཞིན་དུ་འཁོར་བའི་གནས་འདི་ཐོག་མའི་གང་དུ་སྐྱེས་ཀྱང་འཁོར་བའི་གནས་ལས་མི་འདའ་བར་བུམ་པའི་ནང་སྟོད་དུ་མངོན་རྟོགས་ལྷ་མིའི་གནས་དང་མེ་ལྟ་བུ་ངན་སོང་གསུམ་གྱི་གནས་རེ་ཡིན་ཏེ་དེ་ལྟར་འགྲོ་བའི་གནས་རིས་དྲུག་པོ་འདིར་ཟག་བཅས་ཀྱི་ལས་དགེ་བ་དང་མི་དགེ་བ། མི་དགེ་བ་རྒྱུད་གཅིག་ནས་གཅིག་ཏུ་སྐྱེ་ཞིང་འཁོར་བས་ན་འཁོར་བ། ཟག་བཅས་ཉེར་ལེན་གྱི་ཕུང་པོ་ལྔ་པོ་འདི་འདྲེས་ཀྱི་སྐྱེ་བ་ལན་ཚ་དུས་གང་ན་དེ་ཟག་བཅས་ཀྱི་དགེ་བ་ཟག་བཅས་ཀྱི་མི་དགེ་བ། ཟག་པ་དང་བཅས་པ་སམ་སྡེ་སྲིད་དང། བྱ་ལ་དེ་དུག་བཞག་པས་ན་དེ་ཟག་དྲུག་ཏུ་བ། འོ་དེ་ཟག་བཅས་ཟེར་ན། མ་ཟག་སྤྲོ་རྒྱུ་ཡོད་རིང་འདོད་ཆགས་ཞེ་སྡང་གཏི་མུག་གི་རྐྱེན་ཕྱིར་ལས་དང་ཉོན་མོངས་པའི་དབང་གིས་འཁོར་བའི་ནང་ལ་ག་བ་ལས་ནི་མ་ཟག་སྤྲོ་བ་དང། ཟག་བཅས་ཟིན་ཟག་པ་དང་བཅས་པར་ཏེ། ཟག་མེད་ཟིན་ད་དེ་ནས་མ་ལྷུང་ཡས་དེ་ཡོའ་མ་རེད་ཟེར་བ། ཟེར་དུས་གང་ལ་ཡོད་ཀའི་སྟོང་ཉིད་མངོན་སུམ་རྟོགས་དོན་ཟག་མེད་ས་ལ་ཡར་འགྲོ་བར་ཐལ། འོ་དེ་ཚ་ཟག་པ་དང་བཅས་པའི་འཁོར་བའི་ཀྱི་ཆོས་འདི་འདྲའི་ཞིག་ནང་ལ་ག་བ་སྐྱེ་བ་ལེན་པ་ཡིན་ན་ཡང་ཟག་བཅས་ཀྱི་དགེ་བ་བཅུ་བསགས་པས་ནི་ཟག་བཅས་ཀྱི་དགེ་བ་བཅུ་དེ་ཟག་མེད་ཀྱི་དགེ་བ་རེད་མི་འདུག་ད། ཁམས་གསུམ་འཁོར་བའི་ལས་དག་ནི་ཡལ་གའི། ཐར་པ་ཐོབ་བདེན་དགེ་ཚོགས་དེ་བྱང་ཆུབ་སེམས་དཔའི་ལམ་ལ་ཡར་འགྲོ་འགེལ་དུ་འཛུག་ཟག་མེད་ཀྱི་དགེ་བ་ཟག་གོ་བདེ། ཟག་བཅས་ཀྱི་དགེ་བ་མ་རེད་ད། ངོ་ཚོ་བསྟན་དང་ཟག་བཅས་དགེ་བར་ག་ཚོད་ཟག་མེད་དགེ་བ་ཟག་ཐུབ་ཀི་ཡོད་མ་རེད། དེ་ཡིན་ཙང་ཟག་བཅས་ཀྱི་དགེ་བ་མི་དགེ་བའི་རྒྱུད་གཅིག་ནས་གཅིག་ཏུ། སྐྱེ་བ་གཅིག་ནས་གཅིག་ཏུ་སེམས་གཅིག་ནས་གཅིག་ཏུ། ཚེ་འདིས་ཤི་བའི་སེམས་དེ་ཚེ་ཕྱི་མ་ལ་འགྲོ་བ་རེད། འོ་ད་རྒྱུད་གཅིག་ནས་གཅིག་ཏུ་ཕྱིན་པར་ཏེ། འོ་དེ་འདྲས་འཁོར་བས་ན་འཁོར་བ་ཞེས་བྱ་རང་རིག་འཁོར་བའི་གནས་འདིར་ཐོག་མ་མེད་པའི་དུས་ནས་འཁྱམས་ཏེ་འཁོར་བའི་སེམས་ཅན་འདི་ཐམས་ཅད་ཕན་ཚུན་ཕ་མ་དང་དགྲ་གཉེན་བཏང་སྙོམས་གསུམ་མ་བྱས་པ་གཅིག་ཀྱང་མེད་འདིར་ད་ངོ་ཚོ་ནི་འཁོར་བ་དེ་ནི་ཐོག་མ་མེད་པ་ནས་སྐྱེ་བ་རེད་འཁོར་བའི་ཐོག་མ་ཡོད་རེད་ཐོག་མ་མེད་འཁོར་བ་ལ་ཐ་མ་ཡོད་རེད་ད་ཐ་མ་ཡང་མེད་གང་ཟག་རེ་རེའི་དབང་དུ་བྱས་ན་འཁོར་བ་ལ་ཐ་མ་ཡོད། སྤྱི་ཐོག་ནས་བསམ་དང་ནི་འཁོར་བ་ལ་ཐ་མ་མེད་ཐོག་མ་མེད་རྫོགས་ཡ་ཡོད་མ་དེ། གང་ཟག་རེ་རེའི་དབང་དུ་ནི་འཁོར་བ་ལ་ཐ་མ་ཡོད། འཕགས་པའི་གང་ཟག་ལས་ཡང་སྟོང་ཉིད་མངོན་སུམ་རྟོགས་ཚར་དུས་ཀྱང་འཁོར་བ་ཐར་ཚར་ད་ཐ་མ་དེ་རེད། ད་འཁོར་བ་ལ་ཞུགས་མ་དེ། ཨོ་གང་དག་ཐོག་མ་མེད་པའི་དུས་ནས་བསྐྱབས་ཏེ་འཁོར་བའི་སེམས་ཅན་འདི་ཐམས་ཅད་ཕན་ཚུན་ཕ་མ་མ་བྱས་པ་གཅིག་ཀྱང་ཡོད་མ་རེད་དགྲ་མ་བྱས་པ་གཅིག་ཀྱང་ཡོད་མ་རེད་གཉེན་མ་བྱས་པ་གཅིག་ཀྱང་ཡོད་མ་རེད་སོ་སོའི་བུ་མ་བྱས་པ་གཅིག་ཀྱང་ཡོད་མ་རེད་སོ་སོའི་ཕ་མ་བྱས་པ་གཅིག་ཡང་ཡོད་མ་རེད། འོ་དེ་འདྲས་སམ་བརྟགས་ན་ཕ་མ་མ་སྐྱེས་པ་གཅིག་ཡང་མི་འདུག་ཨང། འོ་དེ་འདྲས་ཀྱི་དབང་དུ་སྒྲ་བརྙན་བཏང་སྙོམས་གསུམ་མ་སྐྱེས་པ་གཅིག་ཀྱང་མེད། འདི་ཡི་མ་ནི་འདིའོ་འདི་ཡི་མ་ནི་འདིའོ་ཞེས་སེམས་ཅན་གཅིག་གི་བརྒྱུད་པའི་གྲངས་ས་ཆེན་པོ་དེ་རིལ་བུ་རྒྱ་ཤུག་གི་ཆིག་ཁུ་ཙམ་དུ་བསྒྲིལ་ཏེ་བགྲངས་ཀྱང་ས་ཆེན་པོ་དེ་ཐམས་ཅད་ཟད་པར་འགྱུར་གྱི། སེམས་ཅན་རེ་རེ་མ་བྱས་ཤིང་བརྒྱུད་པའི་གྲངས་མི་ཟད་པ་མདོ་ལས་གསུངས་པའི་དོན་ཡིན། འོར་ད་དེ་སྲིད་དང། ཁྱེད་རང་གིས། སྐྱེ་བ་ཐོག་མ་མེད་པ་དེ་ལས་ཡོང་དུས་གང་ན་ཁྱེད་རང་གི་ཨ་མ། འདིའི་ཨ་མ་དེ་འདི་རེད་འདིའི་ཨ་མ་དེ་འདི་རེད་འདིའི་ཨ་མ་འདུག་སེ་ཡ་ཞེས་ན་ཨ་མའི་ཨ་མའི་ཨ་མའི་ཨ་མ་འདུག་ཡ། ཡ། མེས་པོ་མེས་པོ་དེ་ཚོ་ཡ་བརྩིས་པས་ན་དེ་འདྲའི་གྲངས་ཀ་རྒྱབ་ཀྱི་ན་རྒྱབ་ཐུ་བས་ཡོག་མ་རེད་གསུངས་རེད། དཔེར་ན་འདི་འཇིག་རྟེན་འདི་གི་ས་གཞི་བཅུའི་རོ། ས་འདིའི་ཟེར་འཇིག་རྟེན་འདི། དབང་ཆེན་གསེར་གྱི་ས་གཞི་ནི་ཐོག་སེར་ཚེ་ཡོད་མིན་མེད་མིན་གྱི་བར་དོ་ད་སོགས་ཚེ་ཡོད་མིན་མེད་མིན་ལབ་དུས་དེ་ནི་ཡང་ས་ཡོད་མར་ད་ཡོད་ཀི། ལྷ་ཡོང་བུ་བརྒྱ་བྱིན་གྱི་ས་བར་དོ་ས་ཡོད་དེ། གང་ལྟར་འཇིག་རྟེན་འདིའི་ནང་ལ་ས་ཡོད་དོ་ཅོག་འདི་བདམས་བྱས་ཏེ་ཚུགས་འདུག་སུ་དཔག་ན་ཤིག་རེ་རེ་རེད། འདི་ཡང། ཡུངས་འབྲུ་ཙམ་གྱིས་དཔག་རེ་རེ་ཡུངས་འབྲུ་ཙམ་གྱིས། གཡུང་དྲུང་སྣ་དགུར་བ། ཏི། ཏིལ། ཏིལ་དུ་བ། ཏིལ་སྣ་དགུ་གཡུང་དྲུང་ཕྱིན་ཅི་ཕྱི་མི་ཐོན། ས་གཞི་འདི་ཀའི་ཡོངས་རྫོགས་དེ་དཔག་ནང་ཤེས་ཚུལ་བརྫིས་ནས། དེ་ནས་ཆུན་ཆུན་ཏིལ་དེ་འདྲའི་གྲངས་ཀ་ཅན་དེ་འདྲས་ངའི་སྐྱེ་བ་ལེན་པ་དེ་ངའི་ཨ་མ་དེ་འདྲས་འདུག་འདིའི་ཨ་མ་དེ་འདྲས་འདིའི་ཨ་མ་དེ་འདྲས་བརྩིས་བས་ན་ས་གཞི་དེ་ཚང་མ་རྫོགས་འགྲོ་གི་རེད་གསུངས། ཡིན་ནས་ཁྱེད་རང་གི་སྐྱེ་བ་ལེན་པ་དེ་ད་དུ་རྫོགས་མ་འགྲིག་ག་ཚོད་སྐྱེ་བ་མང་པོ་ལེན་ཚར། ད་ཚེས་ཐུག་སར་བའི་སྐལ་བཟང་ག་རེ་ཡོད་ང་ཚོ་གཏན་གཞི་ཤེས་ཡིན་པ་ཡལ་གས་གངས་རི་ཏི་སི་ནས་མ་གས་གཅུང་མོ་གངས་དཀར་དེ་རྒྱ་མཚོ་ལ་མ་ལས་ཀྱི་བར་དུ་གཡས་གཡོན་ལ་བྱེ་མ་ཡོད་རེད་བ། བྱེ་མ་དེ་ཚོ་བྱང་ཁར་བརྩིས་ན་རྩིས་ཐུག་གུ་རུ་བས་ཟེར་ན། ཨོ་ད་འདི་ཚོ་རྩིས་ཐུག་གུ་རེད་ཟེར་ཡིན་ནས་ང་ཚོས་ཡལ་གས་སྐྱེ་བ་ལེན་པ་དེ་ད་དུང་རྩིས་ཐུག་གུ་མ་རེད་དེ་ལས་མང་ང་སྐྱེ་བ་ལེན་དུས་ད་ད་ག་ཚོད་སྐྱེ་བ་ལེན་པ་རེད་ད་ཏོག་མགོ་འཐོམ་འགྲོ་གི་ཡོད་རེད་གསུང་བ་རེད་ད། དེ་ནས་ཐ་རེངས་བསམ་བློ་བཏང་གི་མིན་པས་གསུང་བ་རེད་ད་འདིར་ལྟ་དེ་གསུང་ཡས་དེ་འདིར་བསྡད། ཞེས་སེམས་ཅན་གཅིག་གི་བརྒྱུད་པའི་གྲངས་ས་ཆེན་པོ་འདི་རིལ་བུ་རྒྱ་ཤུག་གི་ཆིག་གུ་ཙམ་ཞིག། རྒྱ་ཤུག་གི་ཆིག་གུ་ཙམ་ཞིག། རྒྱ་ཤུག་ཟེར་དུས་ག་ལ་ཐག་པ་ན། མ་གིའི་ངོ་ཚུགས་ཀྱི་དེ་ཤིང་དེ་འདྲའི་བར་ཟླ་ཡོང་དུས་ག་ལ་མ་གིའི་ཡུངས་འབྲུ་ཙམ་གྱི་ཐལ་བ་ཐལ་ལ་བརྫིས་འདུག་བ། ཐལ་ལ་དེ་མ་གི་རེ་རེ་ཕྱིན་ཅུ་ཅུ་ཡོད་པའོ་དེ་གང་ཙམ་གྱི་པགས་བརྫིས་དེ་ནི་རེ་རེ་བརྩིས་པ་ཡིན་ན་ས་གཞི་དེ་རྫོགས་འགྲོ་གི་རེད་གསུངས་ད་ང་ཚོ་སྐྱེ་བ་ལེན་པ་དེ་གྲངས་ཀ་དེ་ད་དུ་རྫོགས་ཡོད་མ་རེད་གསུངས། ཙམ་དུ་བསྒྲིལ་ཏེ་བགྲངས་ཀྱང་ས་ཆེན་པོ་དེ་ཐམས་ཅད་ཟད་པར་འགྱུར་གྱི་སེམས་ཅན་རེ་རེས་མ་བྱས་ཤིང་བརྒྱུད་པས་བགྲངས་ཏེ་སོ་སོའི་སེམས་ཅན་དེ་གའི་ཨ་མ་བྱས་བཞག་པ་དེ་ཨ་མ་ག་ཚོད་ལ་གྲངས་ཀ་བརྒྱབ་དགོས་ན་བརྒྱབ་ཐུ་ཨེ་ཡོད་མ་རེད་གསུངས་དང། བརྒྱུད་པས་བགྲངས་མི་སྲིད་པ་མདོ་ལས་གསུངས་པའི་དོན་མགོན་པོ་ཀླུ་སྒྲུབ་ཀྱིས། ཨོ་ད་མདོ་ལས་གསུངས་པའི་དོན་ནི་མགོན་པོ་ཀླུ་སྒྲུབ་ཀྱིས་དེ་འདྲའི་གསུངས་བཞག། མ་རེད། མ་ཡི་མ་ཡི་དུག་མདའ་རྒྱ་ཤུག་ཆིག་དགུ་ཙམ་རིལ་བུ་བྲིས་ཀྱང་ས་ཡིས་ལོང་མི་འགྱུར་ཞེས་གསུངས་སྟེ་མ་ཡི་མ་ཡི་དུག་མདའ་ཁྱོད་རང་གི་ཨ་མ་སྐྱེས་ཞགས་པ་དེ་དེ་ཨ་མ་དེ་ཨ་མ་དེ་ཨ་མ་འདུག་ཟེར་ཡ་ཐང་ཀ་རྒྱག་དགོས་ཡོད་ན་ཨ་མའི་གི་ཁུག་གི་ཡལ་གས་དེ་འདི་བར་དུ་ད་འདི་དེ་འཛོལ་བར་རེད་ཟེར་ལབ་ཐུ་ཨེ་ཡོད་མ་རེད་གསུངས་ས་གཞི་ཆེན་པོ་དེ་ཐམས་ཅད་དེ་ག་སོ་རྒྱ་རྒྱ་ཤུག་གི་ཆིག་དགུ་ཙམ་རྒྱ་ཤུག་གི་ཆིག་དགུ་ཙམ་ཟེར་དུས་གང་ལ་ཡུམ་འབྲུ་ཙམ་ཟེར་རེད་ད་དོན་དག་དེ་ཆུན་ཆུན་འོ་ད་ག་ཙམ་གྱིས་ཁྱིམ་རྒྱུད་འདི་འདྲའི་བཀྲིས་ནི་དཔག་བསྒྲིགས་ནི་ངའི་ཨ་མ་ད་ག་ཟོ་རེད་ཟེར་འགའ་རྒྱབ་གི་ཡོད་ན་ད་དུང་ཨ་མ་དེ་དེ་ལས་ཀྱང་མ་ང་སྐྱེ་བ་མ་ང་ལེན་ཡོད་རེད་གསུངས་ད་སོ་སོའི་ཨ་མ་ཇི་སྲིད་དུས་གང་ན་ཐག་ཡོད་པའི་སེམས་ཅན་དེ་ཐམས་ཅད་ཁྱོད་རང་ཨ་མ་མ་བྱས་པ་ཅི་ཡང་ཡོད་མ་རེད། རིལ་བུ་གཅིག་ཀྱང་ས་ཡིས་སློང་མི་འགྱུར་ཞེས་གསུངས་དེ་བཞིན་དུ་འཁོར་བ་ཐོག་མར་མེད་པ་ནས་ད་ལྟའི་བར་དུ་སྐྱེ་བ་འདི་མ་བླངས་མ་བླངས་བྱ་བ་མེད་པས་སོ་ད་འཁོར་བ་ཐོག་མར་མེད་པ་ནས་ད་ལྟ་བར་དུ་སྐྱེ་བ་འདི་ང་ལས་མ་མྱོང་བསམ་པ་དེ་འདྲའི་ཆེས་ཡོད་མ་རེད་གསུངས་ད་ཚང་མ་སེམས་ཅན་ཚང་མའི་སྐྱེ་བ་དམྱལ་བ་ཡི་དྭགས་དུད་འགྲོ་ལྷ་མི་ལྷ་མ་ཡིན་གྱི་སྐྱེ་བ་ཐམས་ཅད་ལེན་ཚར། ངས་ཁ་སང་ནས་ཐེངས་གཅིག་བཤད་པའི་བསམ་ཚུལ་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་གཅིག་དེ་ཤཱ་རིའི་བུ་ལྟ་བུ་ཤཱ་རིའི་བུ་ལྟ་བུ་ཤཱ་རིའི་བུ་དེ། ཀུ་རེ་གིས་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀུན་འདུས་ནས་ཚུར་ཤོག་གསུངས་ནས་དགེ་སློང་གི་སྡོམ་པ་རག་སོང་རེ། དགེ་སློང་གི་སྡོམ་པ་ཆོ་ག་དེ་འདྲའི་འདྲ་མ་འདྲ་ཅན་མི། དགེ་སློང་མང་པོ་ཚུར་སྐད་བཏང་དེ་ཆོ་ག་ཕྱག་ལེན་དེ་འདྲ་སྟོན་དེ་ནི་དགེ་སློང་སྡོམ་པ་གནང་ཡོད་དུ་བ། དེ་འདྲའི་གནང་འགུགས་མ་རེད་དེ་ལས་སོ་དེ་ཤཱ་རིའི་བུ་དང་མཚོན་ན་ཤཱ་རིའི་བུ་དེ་ཚུར་ཤོག་གསུངས་བ་རེད་ཚུར་ཤོག་གིས་འདྲ་དེ་དགེ་སློང་གི་སྡོམ་པ་ཐོབ་དེ་འགས་དེ་འདྲ་རེད། དེ་འདྲས་ཀྱི་ད། སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་དེ་འདྲས་ཡོད་རེད་དེ་ནས་ཁོང་གིས་གསུངས་པ་འདི། ད་ཁོ་རིག་གི་ཆོས་གོས་དེ་བོན་དགོན་ཡོང་དུས་གང་ལ་ཆོས་གོས་དེ་ལ་བསྟོད་ར་ཞིག་བཏང་ན། ད་ངས་སྐྱེ་བ་ལེན་བཞག་པ་དེ་ནི་ལྷའི་དབང་པོ་བརྒྱ་བྱིན་གྱི་སྐྱེ་བ་གྲངས་མེད་མང་པོ་ལས་ཉོན་འཁོར་ལོས་སྐྱེ་བའི་སྐྱེ་བ་གྲངས་མེད་མང་པོ་ལས་ཉོན་ལྷ་ཚངས་པའི་སྐྱེ་བ་གྲངས་མེད་མང་པོ་ལས་ཉོན་དེ་ནང་བཞིན་ད་ཆེ་བ་ལ་བསམ་བཏང་ན། དེ་འདྲའི་མང་པོ་ལས་ཉོན་དེ་ད་ལྟའི་གོས་ངུར་སྨྲིག་གྱོན་པ་ད་རེ་ཙམ་ཡིན་གསུངས་བར་བརྟེན། ཆོས་གོས་དེ་ལ་ཅིག་བསྟོད་ར་ཞིག་བཏང་གནང་དུས་གང་ལ། ཧ་ལས་ཡག་ད། དེ་འདྲས་ཀྱི་རྩ་ཆེན་པོ་རྩིས་གནང་གྱུར་ཏེ། འོ་དེ་འདྲས་གསུངས་ནས་དེ་ནས་ད་གང་ལྟར་སྐྱེ་བ་མ་ལེན་པ་ཅི་ཡང་མི་འདུག་བ། དེ་འདྲས་མང་པོ་ལེན་ཡོད་རེད་གསུང་གོ་ལ་དོན་དག་འདི་རེད། དེང་སང་ལྷ་ཡོང་པོ་བརྒྱ་བྱིན་ལ་སོགས་པ་དེ་འདྲས་མང་པོ་འདི་ན་ལས་ད་ལྟའི་བར་དུ་སྐྱེ་བ་དེ་མ་ལམ་བྱ་བ་མེད་པས། འདོད་པའི་ཕྱིར་སྒོ་དང་ཡན་ལག་བཅད་པའང་གྲངས་ཀྱིས་མི་ཆོད་དེ། སོ་སོའི་གི་བསྟོད་པ་གང་ཡག་གི་ཆེད་དུ་མགོ་བཅད་དེ་སྦྱིན་པ་བཏང་བ་དེ་འདྲས་ད་ག་ནང་བཞིན་ལུས་དེ་ཁྲག་སྦྱིན་པ་བཏང་བ་ནང་བཞིན་ཤ་དེ་སྦྱིན་པ་བཏང་བ་དེ་ཚོ་བསམ་བློ་བཏང་གི་ཡིན་ན་ཨོ་གྲངས་ཀྱི་མི་བླངས་པ་དེ་འདྲས་མང་པོ་བྱས་ཚར་བ་ཡིན་གསུང་བ་དེ་སོག་འབུར་ལ་སོགས་པའི་གྲོག་གྲོག་འབུར་ལ་སོགས་པའི་སོ་སོག་ཆ་ཕྲ་མོར་སྐྱེས་པའི་ཡན་ལག་རྣམས་ད་ལྟ་གཅིག་ཏུ་བསྡམ་རྒྱུ་ཡོད་ན་རིའི་རྒྱལ་པོ་རི་རབ་ལས་ཀྱང་མཐོ་གསུང་བ་དེ་པ་ན་གྲོག་སྦུར་ཟེར་དུ་སྦུར་གྲོག་མ་དང་སྦུར་ཕྱི་འཇུས་རྟེན་འབྲེལ་དུ་བ། སྦུར་ཕྱི་འཇུས་རྟེན་འབྲེལ་དང་དེ་འདྲའི་ཨིན་སྲེག་ཕྱི་འཇུས་རྟེན་འབྲེལ་དང་སྦུར་གྲོག་མ་གི་ལུས་བླངས་བ་བསམ་བློ་བཏང་གི་ཡིན་ན་གཞན་དག་ཁལ་ཁལ་གུག་མར་སྦུར་གྲོག་མ་སྤྱི་བོ་ང་རྒྱལ་བ་ལེན་པ་དེ་དེའི་གཟུགས་པོ་དེ་གས་དེ་ཡ་དེ་ངས་སྦུར་གྲོག་མ་རྒྱལ་བ་དེ་འདྲའི་ཕྱི་བླངས་ཤག་གཅིག་བྱས་གཉིས་བྱས་དེ་ནི་བརྩི་ཡོང་དུ་རིའི་རྒྱལ་པོ་རབས་ལས་ཆེ་བ་ཆགས་ཡོད་ཀྱི་རེད་གསུངས་སོང། བུ་གྲོག་མ་སྐྱེ་བ་ལེན་པར་གྲངས་ཀྱིས་མི་ཆོད་པ་དང། སོ་སོར་འཚམས་དང་ན། འོ་དེ་འདྲས་ན་གྲོག་པོ་ལ་སོགས་པ་སྲོག་ཆགས་ཕྲ་མོར་སྐྱེས་པའི་ཡན་ལག་རྣམས་ད་ལྟ་གཅིག་ཏུ་བསྡམ་རྒྱུ་ཡོད་པ་ན་རིའི་རྒྱལ་པོ་རི་རབ་ལས་ཀྱང་མཐོ། ཁ་ལ་ཟས་མེད་རྒྱབ་ལ་གོས་མེད་འཁྱག་ལྟོགས་སྐོམ་གསུམ་ལ་སོགས་པའི་སྡུག་བསྔལ་མྱོང་ནས། རུས་པའི་མཆིལ་མ་ཐམས་ཅད་མ་སྐམ་བར་བསགས་ན་ས་མཐའ་ཡི་རྒྱ་མཚོ་ཆེན་པོ་ལས་ཀྱང་མང། ད་དེ་སྲིད་དང། ལུས་ལ་ཁ་ལག་ཁ་ལ་ཁ་ལག་ཟ་ཡ་མེད་པ། ལུས་ལ་གོས་ལོག་དེ་འདྲའི་དོགས་ལོག་དེ་འདྲའི་གོན་རྒྱུ་མེད་པ། འཁྱག་པ་དང་ལྟོགས་པ་དང་འཁྱག་ཟེར་ན་དེ་རྣམས་དྲང་པོ་བྱས་ནས་དེ་ནི་དོགས་ལོག་གོན་ཡ་མེད་དུ་འཁྱག་འགྲོ་དགོས་རེད་བ། ཁ་ལག་ཟ་རྒྱུ་མེད་པ་བཞིན་གྲོགས་པོ་ལྟོགས་རེད་བ། ཆུ་བཏུང་རྒྱུ་མེད་པ་བཞིན་ཁ་སྐོམ་དགོས་རེད་བ། འོ་དེ་འདྲའི་འཁྱག་ལྟོགས་སྐོམ་གསུམ་ལ་སོགས་པའི་སྡུག་བསྔལ་དེ་འདྲའི་མྱངས་བཞག་པ་ལ། ད་གྲངས་ཀྱིས་མི་ལངས་པ་དེ་ངས་ངའི་སྡུག་བསྔལ་མྱངས་ཚར་བ་ཡིན། དེ་འདྲའི་མྱངས་དུས་གང་ལ་སྡུག་བསྔལ་རེ་རེ་མྱངས་ཡོང་དུས་གང་ལ་ངས་ག་ཚོད་མིག་ཆུ་བཏང་ནས་ངུས་ཡོད་རྒྱུ་རེད་ང། པ་ལ་ང་རང་ཚོ་གཟིགས་ཡོད་རེད། འོ་ང་ཚོས་དེ་འདྲའི་ངུས་ཡོད་རེད། དེ་འདྲའི་ངུ་ཤ་བས་ཀྱི་མིག་ཆུ་བརྗོད་རུང། མིག་ཆུ་དེ་སག་སག་སག་འོང་ནས་ད་ལྟ་མཐའ་ཡི་རྒྱ་མཚོ་ཆེན་པོ་དེ་འདྲ་གི Pacific Ocean། Mediterranean Ocean། Bay of Bengal། Indian Ocean། ཟེར་གི་དེ་འདྲ་ཆེན་པོ་འདུག་ག། ཆུ་དེ་ཚོ་ལས་ཀྱང་ངས་ཀྱི་སྡུག་བསྔལ་མྱངས་བས་ཀྱི་མིག་ཆུ་བཏང་བ་དེ་ལས་གཅིག་བརྩིས་ཀྱི་ཡིན་ན་མིག་ཆུ་དེ་གྱི་རེ་ས་བས་ན་ད་ཡི་རྒྱ་མཚོ་ཆེན་པོ་བཞི་བོ་དེ་ལས་ཀྱང་མང་ང་མིག་ཆུ་བཏང་ཡོད་ཀྱི་རེད་ང་སྡུག་བསྔལ་མྱངས་ཤག་ད་ག་ཚོད་མྱོང་བར་འཁོར་བ་སེང་གེ་དེ་ད་དེ་ག་ཚོད་མྱོང་རེད་ད་དུང་འཁོར་བ་ལ་ཞེན་པ་ལོག་ཡས་མེད་པ་དེ་ག་རེ་རེད་གསུང་གོ་ར་ད་ང་ཚོ་ལ། འཁོར་བ་ལ་ཞེན་པ་ལོག་ཡ་ཅེ་ད་ག་བ་གོ་ད་དོ་འཁོར་བ་ལ་དགའ་བོ་ཅིག་འདུག་འཁོར་བའི་ལས་དེ་འདྲ་ལོན་ཏེ་དེ་སྦུ་གུ་ཆུ་མཆོད་དེ་འདྲ་ཡིན་ན་དེ་རིང་སང་གི་འགྲོ་སྟངས་དེ་ན་ལོ་གཞོན་གཞོན་ལོ་བཅོ་ལྔ་བཅུ་དྲུག་བཅུ་བདུན་ལ་སྐྱིད་པོ་བཏང་ཡས་གི་དུས་ཚོད་རེད་སིང་རི་དང་མང་ཆེ་བ་ད་ལྟ་རེད་ལོ་འགས་གསུམ་ད་ཆོས་བྱས་ཡས་དུས་ཚོད་རེད་ད་སིང་གི་གསུམ་བྱས་ཆོས་མེད་སྐད་ཅིག་དེ་འདྲ་བྱས་ལོ་བཅུ་འཇུག་ག་ན་སྐྱིད་པོ་བཏང་ཡས་གི་དུས་ཚོད་རེད་ཨོ་དེ་འདྲ་ལབ་གི་འདུག་བ་དེ་སྐྱིད་པོ་བཏང་ལོང་འདུག་གས་ད་སིད་ད། དོན་དྲིས་འཁོར་བའི་ཉེས་དམིགས་རེ་ཤེས་ཡོད་འདུག་གམ། ཕྱི་མ་ཐམས་ཅད་མ་བསྐམས་པར་བསགས་ན་ནི་མཐའ་ཡི་རྒྱ་མཚོ་ཆེན་པོ་ལས་ཀྱང་མང། དམྱལ་བའི་གནས་སུ་སྐྱེས་ཏེ་ཟངས་ཞུན་ཁོལ་མ། ཁོ་ནའང་ཕྱོགས་ཀྱི་རྒྱ་མཚོ་ཆེན་པོ་བཞི་ལས་མང་བ་ཞིག་ལྟུང་བ་ཡིན། འོ་ད་དམྱལ་བའི་གནས་སུ་སྐྱེ་བ་ལས་ནི་ཟངས་ཞུན་སྲིད་དུ་གང་ལ་ཟངས་ཀྱི་ནང་ལོགས་ལ་ཁྲོ་ཆུ་ཁོལ་མ་དེ་འདྲས་བསྐོན། ཁྲོ་ཆུ་ཁོལ་མ་དེ་འདྲས་ངའི་ཁ་ལ་མ་ལ་ཞུ་བས་ཁ་ནང་ལ་ཞུགས་ནས་སྡུག་པོ་མྱངས་བ་དེ་འདྲས་བསམ་བློ་བཏང་གི་ཡིན་ན་ཡང་འོ་ད་དེ་འདྲས་ཡན་ད་ཁྲོ་ཆུ་ཁོལ་མ་དེ་ཧ་ལས་ཡང་མང་པོ་དག་རྒྱ་མཚོ་ཆེན་པོ་ལས་མང་ལ། དེ་འདྲ་ཆུང་རྒྱ་མཚོ་ཆེན་པོ་བཞི་ལས་མང་བ་ཞིག་ཏུ་ལྟུང་བ་ཡིན་ཀྱང་ད་དུང་འཁོར་བའི་གནས་རི་འདི་ལ་སྐྱོ་བས། བློ་སྐད་ཅིག་ཀྱང་མི་སྐྱེ་བར་ཞེན་ཅིང་ཆགས་པས་བཅིངས་པ་རྣམས་ད་དུང་འཁོར་བའི་གནས་རི་ག་བ་སྐྱེ་ཡོད་ན། དེ་ལ་བ་ཞེན་པ་ལོ་ཡེ་བྱེད་དང་ག་བ་ག་བ་ད་དུང་འཁོར་བ་ལ་བ་བསྡམས་ནས་འཁོར་བ་ལ་ཆགས་ཞེན་སྐྱེས་འཁོར་བའི་སྡིག་པ་མི་དགེ་བའི་ལས་ཀྱང་ཀྱང་ས་དེ་ག་དུ་བ་སོང་བ་སྟེ། འོ་དེ་འདྲའི་བཅིངས་ལྡན་གེགས་སེམས་ཅན་རྣམས་འཁོར་བ་མཐའ་མེད་དུ་སྔར་གྱི་སྡུག་བསྔལ་དེ་དེ་ལས་ཀྱང་མང་བ་མྱོང་དགོས་པ་ཡིན་ད་དུང་འཁོར་བ་འདི་དེ་ལས་ཀྱང་མང་བ་འཁོར་བའི་ནང་ལ་སྡུག་བསྔལ་མྱོང་དགོས་ཁུར་དང་གསུང་བ་དག་གསབ་ཟ་མ་བྱེད་ན། ད་ཡ་འཁོར་བའི་སྡུག་བསྔལ་ག་ཚོད་མྱོང་བ་དེ་གྲངས་ཀ་རྩིས་ཐུག་མི་འདུག་ད་དུང་དེ་ལས་ཀྱང་མང་ང་མྱོང་གི་རེད་གསུང་བ་དག་ད་དུང་ཆོས་མ་བྱེད་ན། གལ་སྲིད་བསོད་ནམས་ཆ་མཐུན་གྱི་དགེ་སྡེ་ཕྲན་བུ་རེ་ཚང་པ་དང་ལྷ་ཡི་ལྷ་ཡི་དབང་པོ་ལྟ་བུ་ཚེ་རིང་ཞིང་གཟུགས་དང་དཔལ་འབྱོར་ཕུན་སུམ་ཚོགས་པའི་ལུས་རྟེན་ཐོབ་ཀྱང་མཐར་འཆི་བའི་དུས་ལ་མ་བསྡད་སྟེ། ད་ཐར་པ་ཆ་བདུན་ཟེར་བའི་རེད། བསོད་ནམས་ཆ་བདུན་གལ་སྲིད་བསོད་ནམས་ཆ་བདུན་གྱི་དགེ་བའི་འབྲས་བུ། བསོད་ནམས་དང་ཆ་བདུན་པའི་གི་དགེ་བའི་འབྲས་བུ་ཆུང་ཟད་རེ་བསགས་ཡོང་དུས་གང་ལྷ་ཡངས་པོ་བརྒྱ་བྱིན་དང་ཚངས་པ་ལ་སོགས་པ་ལྷ་ཡི་གནས་ལ་སྐྱེ་བ་དེ་འདྲས་ཡོང་གི་རེད་གསུངས་རེད། རེད་དེ་ཡེ་གེ་ཚེ་རིང་པོ་དེ་གཟུགས་བྱད་ཕུན་སུམ་ཚོགས་པ་ཡོད་རེད་མཛེས་པོ་ཡོད་རེད་དབྱིངས་ཡོད་རེད་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོད་རེད་སྡུག་བསྔལ་ཞེ་དྲག་མཐོང་རྒྱུ་མེད་པ་འདྲ་པོ་ཡོད་རེད་ལྷ་ཡི་གནས་འདི་ལ། དེ་འདྲས་རེད་དེ་ཁོང་ཚོའི་ཤི་འགྲོ་གི་རེད་ད་གསུངས་རེད། དེ་འདྲའི་རྫིག་པོ་ཡོད་པ་ཡིན་ནམ། ཚེ་རིང་གཟུགས་དང་དཔལ་འབྱོར་ཕུན་སུམ་ཚོགས་པ་ལུས་རྟེན་ཐོབ་ཀྱང་མཐར་འཆི་བའི་དུས་ལས་མ་འདས། ཤི་ནས་ཀྱང་ངན་སོང་གི་སྡུག་བསྔལ། ཉམ་ཐག་པ་ལ་སྤྱོད་པ་ཡིན། གཙོ་བོ་ཤི་ཚར་སོང་ན་ངན་སོང་གི་སྡུག་བསྔལ་ཉམ་ཐག་པ་དེ་འདྲའི་ནང་ལ་མ་ཕྱིན་དེ་བ་ཉམས་སུ་མྱོང་གི་ཡོད་རེད་གསུང་དགོས་རེད་དཱ་མྱོང་རྒྱུ་རེད་གསུང་དགོས་རེད་དཱ། ལུས་རྟེན་འདིར་དབང་ཕྱུག་དང་ནད་མེད་པ་ལ་སོགས་པའི་བདེ་བ་ཅུང་ཟད་བརྩམས་པ་ནི་ལོ་ཤས་དང་ཟླ་བ་འགའ་ཤས་བརྩམས་པས་མགོ་བསྐོར་ཏེ་མཐོ་རིས་ཀྱི་བདེ་འབྲས་ཟད་ནས་ཤིན་ཏུ་དབུལ་ཞིང་ཉམ་ཐག་པའམ་ངན་སོང་གི་སྡུག་བསྔལ་བཟོད་དཀའ་བ་ལ་མི་སྡོད་བཞིན་དུ་སྤྱོད་དགོས་པས། ད་ལྟའི་བདེ་སྐྱིད་རྨི་ལམ་རྡོ་བྲོ་ལ་སྲེད་པ་ལྟ་བུ་འདི་ལ་སྙིང་པོ་ཆེ་ཞིག་ཡོད། ང་རེད་ད་འདི་རེད་ལུས་རྟེན་འདི། སོ་སོའི་ལུས་འདི། དབང་ཕྱུག་སི་ཏུ་ག་ལྷ་དབང་ཕྱུག་ཆེན་པོའི་གོ་འཕང་ཐོབ་པ་ལྟ་བུ། ཡང་ན་ཡང་ན་པདྨ་སི་སྟོབས་མངའ་ཐང་ཤུགས་ཆེན་པོ་ཡོད་དེ་འགས་སོ་འདྲ་ཡང་ན་ལྷའི་དབང་པོ་བརྒྱ་བྱིན་གྱི་དབང་དེ་འདྲའི་གོ་གནས་ཐོབ་པ་ཡང་ན་ཚངས་དཔལ་གྱི་གོ་འཕང་ཐོབ་པ་ལྟ་བུ། འོ་ནད་མེད་པ་ལ་སོགས་པའི་བདེ་བ་ཅུང་ཟད་ཙམ་ཡང་སྟེ། ན་ཚ་ཡི་ཁྱོ་ནད་མེད་པ་མེད་དུས་གང་ལ་དེ་ནི་ང་སྐྱིད་པོ་ཡིན་བསམ་གྱི་ཡོད་ད་ན་ཚ་མེད་དུས་གང་ལ་ཆོས་བྱས་ན་ཡག་པོ་རང་ད་ན་ཚ་སྡུག་པོ་མྱངས་ཚར་དུས་གང་ཆོས་བྱས་བསམ་ནས་བྱས་ལོངས་ཡོད་བྱས་ཐུག་མར་བདག་བསླབ་ཆེན་པོ། ཨོ་དེ་འདྲས་ཡོད་རེད་དོན་དག་གར་སོས་ལུས་རྟེན་འདིར་དབང་ཕྱུག་དང་ནད་སྨོད་པ་ལ་སོགས་པའི་བདེ་བ་ཅུང་ཟད་བརྩམས་པ་ནས། ད་ལུས་རྟེན་དེ་ལ་དབང་ཕྱུག་སེང་ལྡུའི་སྒང་ལ་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོང་གི་ཐོབ་ལྔ་དང་ཕུན་སུམ་ཚོགས་པ་ཡོད་དེ་གའི་དབང་ཆེན་པོ་ཡིན་དེ་གའི་དེ་འདྲས་ཅུང་ཟད་ཐོབ་པ་དང་དེ་ནས་ན་ཚ་ཁྱོན་ནས་མེད་པ་དེ་འདྲས་རྒྱུན་རིང་པོ་བསྡད་ཡོང་དུས་གང་ལ། དེ་ནི་སོ་སོའི་བྱེད་པོ་འགའ་ཡིན་བསམ་ནས་དེ་ལ་བག་ཆགས་པ་སྐྱེས། དགེ་བ་ཁྱོད་རང་བསྒྲུབ་གི་ཡོད་མ་རེད་གསུངས་ཏེ། མི་རྟག་པ་ཡིན་པ་སྒོམ་གྱི་ཡོད་མ་རེད་གསུངས་ཏེ། འོ་བདེ་བ་ཅུང་ཟད་བརྩམས་པ་ནས་ལོ་ཤས་དང་ཟླ་བ་འགའ་ཤས་བརྩམས་པ་མགོ་འཁོར་ཚེ་ལོ་མང་པོ་ཡང་ན་ཟླ་བ་འགའ་ཤས་དེ་འདྲའི་མགོ་འཁོར་འདི་གི་ད་སོ་སོ་ལ་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོད་སྐྱིད་པོ་ཡོད་གཟུགས་པོ་དེ་དང་པོ་ཡོད་དེ་གང་ལ་ད་སྐྱིད་པོ་ཡིན་བསམ་ནས་ཆོས་དྲན་གྱི་ཡོད་མ་རེད། འོ་བདེ་འགྲེལ་མང་པོ་ཡོད་རེད་ཟེར། འོ་སྐྱོ་སྐོར་དེ་མཐོ་རིས་ཀྱི་བདེ་འགྲེལ་ཟེར་ནས་ད་མཐོ་རིས་བདེ་བ་དེ་ཡི་གེ་ལྷ་ལ་སྐྱེས་པའི་གི་བདེ་བ་དེ་དེ་ཟས་དྲོ་ཨེ་ཡོད་ད་ཟེར། དེ་ཟས་ནི་ཤིན་ཏུ་དབུལ་ཞིང་ཉམ་ཐག་པའམ་ངན་སོང་གི་སྡུག་བསྔལ་བཟོད་དཀའ་བ་ལ་མི་འདོད་བཞིན་དུ་སྤྱོད་དགོས་པས་ད་ལྟའི་བར་དུ་ཨོ་དེང་སང་གི་ངན་སོང་གི་སྡུག་བསྔལ་ལ་མ་ལྷུང། དེ་ནི་འདོད་པ་ཁྱོད་ནི་མེད་བཞིན་དུ་སྡུག་བསྔལ་དཔག་ཏུ་མེད་པའི་མྱོང་བསལ་ཟག་བཅས་ལ་མ་སྐྱེས་གྲོགས་རེད། དེ་སྐྱེས་ནས་ད་ལྟའི་གི་བདེ་སྐྱིད་ད་ཅི་ཡི་གེ་ལྷ་ཡུལ་ལ་སྐྱེས་པའི་བདེ་སྐྱིད་ཅིག་ཡོད་རེད་བ། ཨོ་འདི་གཉིས་སད་པ་ནང་བཞིན་ཆགས་འགྲོ་གི་ཡོད་རེད་ཟེར་ལམ་རྡོ་ཁྲོ་ཁྲོ་ལ་སད་པ་ལྟ་བུ། རྨི་ལམ་རྨི་ལམ། རྡོ་ཁྲོ་ལ་སད་པ་ལྟ་བུ་རྨི་ལམ་ལྟས་སུ་སླེབས་ན་ལམ་སང་རྨི་ལམ་མཇུག་མ་བསྡུས་པ་ལ་གཉིད་སྡུག་སད་པ་ལྟ་བུ། ཆགས་ནས་ལམ་སང་སྐད་ཅིག་དེ་མ་ཐག་ཏུ་ང་སྡུག་བསྔལ་མྱོང་བས་མ་བཟའ་འགྲོ་གུར་དག་གསུངས། ཨོ་དེ་ཚོ་ལ་སྙིང་པོ་འདུག་བས་ཟེར་ན་སྙིང་པོ་ཅི་ཡང་མི་འདུག་གསུངས། འཕྲལ་དུ་དགེ་སྦྲེལ་ཕྲན་བུ་རེ་བདེ་བཞིན་སྐྱིད་པ་ལྟར་སྣང་བ་རྣམས་ཀྱང་ཕན་ཆད་ཀྱི་ལས་ཟས་ནི་སྐད་ཅིག་མ་གཅིག་ཀྱང་སྡོད་དབང་མེད་པ་ཡིན་ཏེ། འོ་ད་སྐབས་སྐབས་ལ་འཕྲལ་འཕྲལ་ལ། སྐབས་སྐབས་བསྡོ་བ་ལ་དེ་ནི་དགེ་བས་ཀྱི་འབྲས་བུ་ཅུང་ཟད་ཅུང་ཟད་བསགས་པ་དེ་གི་འབྲས་བུ་དེས་སུ་བདེ་བ་ཅུང་ཟད་ཅུང་ཟད་རེ་མྱོང་གི་ཡོད་རེད་གསུངས་པ་དེ་བདེ་ཞིང་སྐྱིད་པ་ལྟར་སྣང་བ་རྣམས་ཀྱང། དེ་འདྲའི་ཅུང་ཟད་ཅུང་ཟད་ལེགས་པ་དེ་ཚོ་ཡང་སྐྱེ་བོ་སྔོན་མ་སོ་སོའི་ཕན་ཆད་ཀྱི་ལས་ཏིག་ཚོད་བསགས་ཡོད་ཀྱི་རེད། རེད་དེ། ལས་དེ་ཟད་སོང་ན། ཡང་མར་ལྷུང་གྲོགས་པོར་གདའ། གཅིག་ཀྱང་མ་སྡོད་པར་སྡོད་དབང་མེད་པ་ཡིན་ཏེ། སྡོད་ལམ་ད་ཡོད་ཀྱི་འདས་ལོངས་ཡོད་མ་རེད། ལས་ཀྱི་འབྲས་བུ་དེ་ཟད་ཚར་དུས་ག་ལ་མ་བསགས་ཀྱང། རིན་པོ་ཆེའི་ཁྲི་ལ་ལྷ་ཡི་གོས་བཏིང་བའི་སྟེང་ན་གནས་ཤིང་སྡོད་པའི་ཡོན་ཏན་ལྔས་དགའ་མགུར་བརྩེ་བས། ལྷའི་དབང་པོ་རྣམས་ཀྱང་ཚེ་ཡི་རྫས་རྫོགས་ཏེ་འོ་ད་ཡི་གེ་རིན་པོ་ཆེའི་ཁྲི། དཔེར་ན་རི་ནོར་བུ་བེ་དུར་ཡ་ལ་སོགས་པ་དེ་ནི་སྐར་ཚོགས་པད་འབྱུང་པདྨ་རཱ་ག་ལ་སོགས་པ་དེ་ནི་སྒྲ་མུན་དེ་འདྲའི་རྡོ་རྗེ་ཕ་ལམ་ལ་སོགས་པ་དེ་འདྲའི་ཁྲི་དེ་འདྲའི་སོས་དེའི་སྒང་ལ་དེ་ནི་ལྷ་ཡི་གོས་དེ་འདྲའི་རྫིག་པོ་དེ་འདྲའི་སྟེང་དེའི་ནང་ལ་སྐྱེས་བུ་ཆེན་འདས་པ་ཡིན་ན་ཡང་གཟིགས་བར་ཏེ་རིན་པོ་ཆེའི་ཁྲི་ལ་ལྷའི་གོས་བཏིང་བའི་སྟེང་ན་གནས་ཤིང་འདོད་པའི་ཡོན་ཏན་ལྔ། གཟུགས་མཛེས་པ་སྒྲ་སྙན་པ་དྲི་ཞིམ་པ་རོ་བྲོ་བ་རེག་བྱ་འཇམ་པ་ལ་སོགས་པ་འདོད་ཡོན་ལྔ་ལ་ཆགས་པ་སྐྱེས་ནས་དེ་འདྲའི་སྐྱེས་བུ་བཏང་ནས་གདེངས་ཀའི་དེ་ཚོ་ཡང། ཨོ་དགའ་མགུར་བརྩེ་བའི་ལྷ་ཟེར་ཨོ་དེ་འདྲའི་སྐྱེས་བུ་བཏང་ནས་གདེངས་ཀའི་ལྷ་ཡི་དབང་པོ་བརྒྱ་བྱིན་ལྟ་བུ་ཡིན་ན་ཡང། ཚེ་ཚད་ཚད་དེ་རྫོགས་སོང་ན། ཚེ་ཚད་རྫོགས་ནས། མིག་འབྱེད་བཙུམ་ཙམ་གྱིས་ཡོན་ལ་མིག་འབྱེད་བཙུམ་ཟེར་ན་དེ་རེད་དེ་ཟེར་དང། མིག་དེ་འདྲས་བཙུམ་སྟངས་ཅིག་ལ་མིག་གདུགས་བཙུམ་ནས་ཡར་གདུགས་བཏང་རེད་ཨོ་དེ་འདྲའི་ཅིག་རིང་ལ་ལམ་སང་ཉལ་བ་ལ་སྐྱེས་འགྲོ། དུས་ཚོད་ག་གེ་དགོས་མི་འདུག་སྐད་ཅིག་གཅིག་ལ་ཨམ་ཟ་མ་སྐྱེས་འགྲོ་འདུག་ཨོ་དམྱལ་བ་ལ་རྒྱལ་གྱི་རི་དྭགས་ཟེར་དམྱལ་བ་དམྱལ་བའི་དམྱལ་གནས་ལྕགས་སྲེག་གི་ས་གཞིའི་སྟེང་སྟེང་དུ་སྒོ་ཐུར་དུ་བསྟན་ནས་ལྷུང་བཏུང་དེ་སྒོ་མ་ཐུར་དུ་བསྟན་ནས་འགྲོ་དམྱལ་བ་དེ་ཚོ་སྒོ་མ་གེ་ང་ཚོ་ནི་རྐང་པ་བཙུགས་ནས་འགྲོ་གི་རོགས་སྒོ་ཡ་ཅན་ལ་དེ་དམྱལ་བ་ཚོ་སྒོ་མ་ཐུར་ལ་བསྟན་ནས་དེ་མ་འགྲོ་ཧོལ་མ་འགྲོ་ཨོ་དེ་འདྲས་བྱས་ནས་དེ་དེ་འདྲས་མ་སྐྱེས་བར་ལམ་སང་སྐད་ཅིག་ཐལ་མ་དག་ཏུ་མིག་འབྱེད་རྩོམ་དེ་འདྲས་བྱས་པའི་དུས་ཚོད་ཅིག་ལ་ལམ་སང་མ་གེ་ལྷ་ཡི་དབང་པོ་བརྒྱ་བྱིན་འདིར་བདག་སྐྱེས་བུ་དང་ནི་འདི་ག་ཚོས་སྐྱེས་བུ་བྱས་ནས་ལོ་མང་པོ་དད་བདེ་བར་དེ་སྐད་ཅིག་གཅིག་ལ་ལས་ཟས་སོང་ན་མ་ཀི་དམྱལ་བ་ཡི་དྭགས་དུད་འགྲོ་ལ་ལྕགས་བསྲེགས་ཀྱི་རྩ་བཞི་འདི་ནི་ནང་ལ་སྐྱེས་འགྲོ་བ་རེད། སྒོ་ཐུར་དུ་བསྟན་ནས་ལྷུང་བ་སྟེ་སྡུག་བསྔལ་ལ་སྤྱོད་པའང་ཡོད། གླིང་བཞི་འོད་ཀྱིས་སྣང་བར་བྱེད་པའི་ཉི་མ་དང་ཟླ་བ་ལྟ་བུ་གཉིས་ཀྱང། དཔེར་ན་གླིང་བཞི་ག་ལ་འོད་དཔེར་ན་ཁྲ་ཆེན་མོའི་དྲི་ཡིན་དུང་གི་གའི་ཉི་མ་ཟླ་བ་ལྟ་བུ་དེ་འདྲའི་ཡིན་ན་ཡང་དུས་ཚོད་རྫོགས་ཚར་དུས་གང་ལ་འདི་ཡང་ནག་དེ་ངེས་ཅི་ན་ལ་འགྲོ་གི་རེད་གསུངས་བརྡ། འོ་དར་གླིང་བར་མུན་པ་མུན་ནག་གི་ནང་དུ་བསྐྱལ་ཏེ་རང་གི་ཡན་ལག་བརྐྱང་བསྐུམ་ཙམ་ཡང་མི་གཏོང་བ། འོ་ད་མུན་ནག་ནང་སླེབས་དུས་གང་ལ་ལག་པ་དེ་འདྲས་བརྐྱང་བ་དེ་མཐོང་གི་མ་རེད། རྐང་པ་དེ་འདྲས་བརྐྱང་བས་ཀྱི་དེ་ཚོ་བརྐྱང་བ་དེ་ཚོ་མཐོང་ཡ་ཡོད་མ་དང། ཐག་རིང་པོ་ད་ག་བ་ག་བ་སོ་སོའི་འགྲམ་ན་ཡོད་རྐང་པ་ལག་པ་དེ་འདྲས་བྱས་བ་དེ་མཐོང་གི་མ་དང་ན་གུང་ཅི་ལ་བསྡད་དུས། འོ་དེ་འདྲས་བྱས་ནས་ལྷའི་བུ་ཉི་མ་དང་ཟླ་བ་དེ་ཚོ་ཡང་ལས་གསལ་སོང་ན་མ་ལྷུང་བར་དག་ན་ཀུན་བྱེད་ལ་ཐོགས་བའི་གནས་སྐབས་དེ་ལྟ་བུ་ཡོད་པ་ཡིན་པས། ལྟར་སྣང་འཁོར་བའི་བདེ་བ་ལ་བློ་གཏད་མི་འདུག་བཟོ་ལྟ་འཁོར་བའི་བདེ་བ་ཅུང་ཟད་ཙམ་ཅིག་ཡོད་པ་ལྟར་སྣང་གི་འདུག་མ་མཐའ་དོན་དུ་ཡོག་མ་རེད་འདི་ལ་མགོ་འཁོར་སོང་ན་དེ་ནི་ད་རེས་ཀྱི་སྐྱེ་བ་འདིར་མགོ་འཁོར་ན་ཡག་པོ་ཡོག་མ་རེད་དེ་ལས་ད་རེས་ཀྱི་མི་ལུས་རིན་པོ་ཆེ་ཐོབ་པ་རེད་སྐྱེ་བ་འདིར། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་ལས་ཐར་ཏེ། འཁོར་བར་སྐྱེ་བ་དག་ག་རང་ལ་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་དེ་ནི་མཐར་ཡས་ཀྱི་ཐབས་ཤེས་གཏན་གྱི་བདེ་བ། དགེ་ན་དམ་པའི་ཆོས་རིན་པོ་ཆེ་བརྩོན་ཀུན་མིན་པས་སོ། གཏན་དུ་བདེ་བ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཞིག་ཅི་ནས་ཀྱང་བྱེད་དགོས་སྙམ་དུ། སྦྱོར་དངོས་རྗེས་གསུམ་ཚང་བ་ཉམས་སུ་བླང་ངོ། འོ་ད་སྦྱོར་བ་སེམས་བསྐྱེད་དམ་པ། དངོས་གཞི་དམིགས་མེད་དམ་པ། འཇུག་བསྔོ་བ་དམ་པ་སོགས་དེ་སྦྱོར་དངོས་རྗེས་གསུམ་ཚང་བའི་སྒོ་ནས་ཉམས་སུ་བླངས་ནས་ཁམས་གསུམ་འཁོར་བ་ལས་ཐར་ན་ཅི་མ་རུང་བསམ་པའི་ཉམས་ལེན་བྱེད་དགོས་ཀྱི་རེད། འདི་བྱས་དེ་ད་དེ་གོ་སྐབས་སླད་དུ་ཡོད་རེད། འདི་སླད་འདི་ག་དུས་སླད་དགོས་རེད་ཟེར་ན་འཁོར་བ་དེ་སྡུག་བསྔལ་གྱི་རྒྱ་མཚོ་ཡིན་པ་ཤེས་དགོས་ཀྱི་རེད། སྡུག་བསྔལ་ལ་ལྟུང་བསྔལ་ཡིན་པ་ངོ་འཕྲོད་གསུངས་སྐོར་དེ་དོན་དག་འདིར་དང། ངོ་སྤྲོད་བཟོ་ན་དེ་སྡུག་བསྔལ་དེ་དར་ན་ཅི་མ་རུང་བསམ་གྱི་རེད་བ། སྡུག་བསྔལ་དེ་སྡུག་བསྔལ་ཡིན་པ་ངོ་མ་སྤྲོད་པ་བྱས་དེ་བདེ་བ་ཡིན་སྤྲུལ་ཡོང་དུས་གང་དེ་འཁོར་བའི་ནང་ལ་མ་ལྷུང་འགྲོ་གི་རེད། དཔེར་ན་ཕྱེ་ལེབ་གཟུགས་དང་རི་དྭགས་སྦྲ་ཡིས་ལུས་བསྲེགས་དུས་བ། ཕྱེ་ལེབ་བསྲེགས་དུས་གང་དེ་དག་ཕྱེ་མ་ལེབ་ཅིག་ཡོང་མི་འདུག་བས། དེ Butterfly འདྲ་བོ་ཆུ་འཇུ་ཆུ Moth ཨོ་དེ་འདྲའི་དེ་མཆོད་མེ་དང་དེ་འདྲའི་པར་ཡོང་དུས་གང་དེ་ལ་གཟུགས་དེ་མཛེས་པོ་ཞེ་བོ་ཞིག་མཐོང་གི་ཡོད་རེད།

འོ་ད་དེ་འདྲས་ཀྱི་རིགས་ལ་བག་ཆགས་ནི་ཕྱོགས་ཡོད་མར་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལ་སྡུག་བསྔལ་ཡིན་པ་ངོ་འཕྲོད་དགོས་རེད་མ་གཏོགས་སྡུག་བསྔལ་ལ་བདེ་བ་བརྩིས་སོང་ན། འོ། མནར་མེད་ལ་མ་ལྷུང་ནི་འདི་ནི་མཐར་ཡས་དུས་ནམ་ཡང་ཡོང་མ་ཐག་དེང་སང་འཁོར་བའི་ཉེས་དམིགས་ཤེས་ན་ཡག་པོ་རེད་གསུང་བ་སྤྱི་ལྡོག་ནི་ཤེས་པར་བདེ། འོ་ཡང་ད་ད་ཕྱིན་གྱི་ཆོས་ཉན་པའི་དགེ་བའི་རྩ་བ་བསགས་ཚད་སྐམ་པོ་དེ་ཐམས་ཅད་མཐའ་ཡས་པ་སེམས་ཅན་ཐམས་ཅད་ཇི་ལྟར་འདུག་བསྔོ་བར་བགྱིའོ།